རྣམ་པ་བཟོ་གྲྭ་ཞེས་ལས། དེ་རིང་ངས་ག་རེ་ཞུས་ཡིན་ཟེར་ན། ཁྱད་པར་དུ་འཕགས་པའི་བསྟོད་པ་འདི་ཞུས་ཡིན། སྤྱི་བཏང་སངས་རྒྱས་བཅོམ་ལྡན་འདས་ལ་ནི་མཁས་པ་མང་པོ་གིས་བསྟོད་པ་མང་པོ་མཛད་ཡོད་པ་རེད། དེ་ནས་འདི་ནང་ནས་ད་བསྟོད་པ་སྐད་གྲགས་ཆེན་པོ། ཁྱད་པར་དུ་འཕགས་པའི་བསྟོད་པ་དང་ལྷ་ལས་ཕུལ་དུ་བྱུང་བའི་བསྟོད་པ་ཟེར་གཉིས་ཆགས་ཀྱི་ཡོད་པ་རེད། དེ་ནས། དེ་ག་འདྲ་རེད་ཟེར་ན་སྔོན་རྒྱ་གར་ནི་ཤར་ཕྱོགས་སའི་ཡུལ་ཅིག་ལ་ནི། ཨཱ་ནི་བདེ་བྱེད་དྭགས་པོ་ཟེར་བ་ཞིག་དང་དེ་ནས་ཐོས་བརྫུན་སྒྲུབ་བྱེད་ཟེར་བ་གཉིས་བྱུང་བ་རེད་དེ་ནས་ད་ཐོས་ཐོས་བརྫུན་སྒྲུབ་བྱེད་ཟེར་བ་དང་བདེ་བྱེད་དྭགས་པོ་ཟེར་བ་དེ་ཁོ་ཚོ་གཉིས་ད་སྤུན་རྒྱག་ཆགས་ཡོད་པ་རེད་དེ་ནས་ཁོ་རང་ཚོ་ཡང་ཅི་དང་བྲམ་ཟེ་ཡིན་པ་བྱས་དེ་ནས་ད་བྲམ་ཟེ་གི་གཞུང་དེ་ཚོ་ལ་མཁས་པ་དེ་ནས་ཆགས་ཡོད་ས་རེད་དེ་ནས་ཁོ་རང་ཚོ་ད་ཉི་ཉི་མ་གཅིག་ཁོ་རང་ཚོ་ད་དོག་པ་འདྲ་བོ་ཞིག་ཤར་བ་དྲི་བ་འདྲ་བོ་ཞིག་ག་རེ་སླེབས་ཟེར་ན་ད་ང་ཚོས་ང་ཚོས་ཡིན་ཡིན་པ་ཡིན་ན་ནི་ལྷ་དབང་ཕྱུག་ལ་ནི་མཆོད་པ་བྱེད་ཀྱི་འདུག་ཟེར་ད་གང་དུ་མཆོད་པ་ཕུལ་བས་དང་ཕྱག་མཆོད་བྱེད་དེ་ནི་བྱེད་ཀྱི་འདུག་ཟེར་ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་གསུང་དེ་ཚོ་དཔེ་མི་སྲིད་ཀྱི་ཡག་པོ་དེ་འདྲས་འདུག་ཟེར་དེ་ནས་སོང་ཙང་ད། སངས་རྒྱས་བཅོམ་ལྡན་འདས་ཁྱད་པར་དུ་འཕགས་པ་ཡིན་ནམ། ཡང་ན་ལྷ་དབང་ཕྱུག་ཁྱད་པར་དུ་འཕགས་པ་ཡིན་རེད་ཟེར་ནས་ད་ཁོ་རང་ཚོ་དེ། དྲི་བ་དེ་ཤར་བ་རེད། དེ་ནས་དེ་ནས་བྱས་དུས་ཨ་ནི། དེ་དྲི་བ་དེ་ཤར་ཨ་ནི་ཁོ་རང་ཚོ་ག་རེ་དགོས་པར་ཟེར་ན། དེ་ནས་ལྷ་དབང་ཕྱུག་དེ་ཨ་ནི། ད་བོད་རོ། གངས་རིན་པོ་ཆེ་ལ་བཞུགས་ཡོད་པ་གངས་ཏི་སེ་ལ་བཞུགས་ཡོད་པ་དེ་ཁོ་རང་ཚོ་གོ་བ་རེད།

ལྷ་དབང་ཕྱུག་གིས་ཨ་ནི་གླང་པོ་དེ་མཐོང་བ་རེད། ལྷ་དབང་ཕྱུག་གིས་གླང་པོ་དེ་མཐོང་ནས་ཁོ་རང་ཚོའི་སེམས་ལ་དཔེ་མི་སྲིད་དགའ་བོ་བྱུང་བ་རེད། ད་ང་ཚོ་ལྷ་དབང་ཕྱུག་མགྱོགས་པོ་མཇལ་ཡ་རེད་འདུག། ད་ཁོ་ཚོ་གླང་པོ་དེ་འདུག་ཟེར། དེ་ནས་ད་དུང་ཁོ་ཚོ་ད་དུང་ཕར་ཕར་འགྲོ་དུས་ཙམ་པར་དེ་རིང་རིམ་བཞིན་འགྲོ་དུས་ཙམ་པར་ལ་ཨ་ནི་སུ་ཐུག་པ་རེད་ཟེར་ན། ལྷ་མོ་ཨུ་མ་ཐུག་པ་རེད། དེ་དུས་ལྷ་མོ་ཨུ་མ་དེ་ག་རེ་བྱས་བསྡད་ཡོད་རེད་ཟེར་ན་ཨ་ནི། ད་ནགས་ཚལ་ནང་ལ་དེ་ནི་ཤིང་ཏོག་དེ་ཚོ་འདུས་ཏེ་འདུས་བསྡད་ཡོད་ས་རེད། དེ་ནས་ཐུག།

དེ་ནས་དེ་ནང་ནས་ནི་སུ་སླེབས་པར་ཟེར་ན་ནི་ལྷ་དབང་ཕྱུག་གི་བུ་ཚོགས་བདག་དེ་མ་སླེབས་ནས་ནི་ཁོ་ཚོ་ཡར་ཁྲིད་ནི་ཡར་ནང་ལ་ཁྲིད་པར་རེས་ཡར་ཁྲིད་དུས་ཨ་ནི་ཁོ་ཚོ་ཁོ་ཚོ་གཉིས་གར་བྱེད་པར་ཟེར་ན་ཨ་ནི་ལྷ་དབང་ཕྱུག་ལ་ཕྱག་འཚལ་ཕྱག་འཚལ་བ་རེད་དེ་ནས་ལྷ་དབང་ཕྱུག་གིས་ཁོ་ཚོ་ལ་སྐད་ཆ་བཀའ་དྲི་ག་རེ་ཞུ་གནང་བར་ཟེར་ན་ནི་ཁྱེད་ཚོ་ག་བ་ནས་ཡོང་བ་རེད། དེ་འདྲའི་བཀའ་དྲི་གནང་བ་རེད་དེ་ནི་ཁོ་ཚོ་དེ་སྔོན་གྱི་ལོ་རྒྱུས་དེ་ཚོ་བ་ལའང་བཅུག་ལ་བ་ཞུས་བ་རེད། དེ་འདྲའི་རྗེས་དེ་བི་ཀང་ལགས་ནི་ད་ཉིན་གུང་གི་དུས་ཚོད་ཟིན་མིན་ས་རེད་དེ་ནི་ཉིན་གུང་འདྲ་བོ་ཞིག་སླེབས། དེ་དུས་ཙམ་པ་ལ་ནི་ནང་པའི་དགྲ་བཅོམ་པ་ལྔ་བརྒྱ་ཐམ་པ་དེ་ནི་ནམ་མཁའ་ནས་དེ་འཇའ་འཕུར་ནས་ནམ་མཁའ་ས་ལ་བབས་པ་ནང་བཞིན་གྱི་དེ་ནི་ད་དགྲ་བཅོམ་པའི་དགེ་སློང་ལྔ་བརྒྱ་ཐམ་པ་དེ་ནི་ཁོང་དེའི་ས་ཆ་དེ་ལ་ཕེབས་པ་རེད། དེ་ནས་ཕེབས་ནས་ནི་ལྷ་དབང་ཕྱུག་དང་ལྷ་མོ་དབུ་མ་སྐུ་མཚོ་ཚང་མ་དགོས་ནི་དགྲ་བཅོམ་པ་དེ་ཚོ་ལ་ནི་ཉིན་གུང་གི་ཞལ་ལག་ཕུལ་བ་རེད་ཟེར་དེ་ཕུལ་བ་རེད་ཞལ་ལག་དེ་ཚོ་དཔེ་མི་སྲིད་རྒྱལ་པོ་དེ་ནས་ཕུན་ཚོགས་པ་དེ་ནས་ཕུལ་དེ་ནས་དགྲ་བཅོམ་པ་དེ་ཞལ་ལག་ཆོས་དེ་ནས་གང་མཚམས་ནས་ནི་དགྲ་བཅོམ་པ་དེ་ཞལ་ལག་ཆོས་སར་དེ་ནས་ཁོ་ཚོ་ལ་ཆོས་འདྲ་པོ་གསུངས་དེ་ནས་བྱས་ནས་ནི་དགྲ་བཅོམ་པ་དེ་ཚོ་ལོག་ཕེབས་པ་རེད་དེ་ནས་བླ་འོང་ཆུ་གི་ད་ཁོང་ཚོ་གཉིས་ལ་ད་ཐོས་ཚུལ་འགྲུབ་བྱེད་དང་ཨ་ནི་དེ་སྲི་ད་ཁོ་གཉིས་ལ་ད་ཁྱེད་རང་གཉིས་ཀྱི་དེ་ཡོང་ཡོང་ཡིན་དེ་ངའི་ཧ་གོ་སོང་ག་རེ་ཡིན་ཡོང་ཡིན་ག་རེ་བྱེད་དུ་ཡོང་གོ་ངའི་ཧ་གོ་སོང་ཧ་གོ་སོང་དེ་ནས་ད་འཛམ་བུ་གླིང་ནང་ལ་ཡོན་ཏན་ཕུན་སུམ་ཚོགས་པ

དད་པ་སྐྱེས་དེ་ནས་བཞིན་ནི་ད་ཁོ་རང་གཉིས་པ་རྒྱ་གར་ལ་ལོག་འགྲོ་བ་རེད། དེ་ནས་རྒྱ་གར་ལ་ལོག་ནས་ཁོ་ཚོ་གཉིས་ག་རེ་བྱས་པ་རེད་ཟེར་ན། དེ་ནས་ཁོ་ཚོ་རབ་ཏུ་བྱུང་བ་རེད། ནས་ནང་པ་སངས་རྒྱས་པའི་ཆོས་ལ་དད་པ་སྐྱེས་ནས་ནི་སངས་རྒྱས་ལ་གྲྭ་བ་བྱས་པ་རེད་རབ་ཏུ་བྱུང། དེ་ནས་རབ་ཏུ་བྱུང་ནས་ནི་ཁོང་གིས་ཁོང་ཚོ་གཉིས་སྤུན་མཆེད་གཉིས་ཀས་ནི་བསྟོད་པ་རེ་རེ་བྱས་པ་རེད། ནས་ལོ་པཎ།

ལ་དབང་ཕྱུག་དང་ཁྱབ་འཇུག་ཚངས་པ་དེ་ནས་སྟོན་པ་བྱིན་དང་ནི་སྲེག་སེན་དང་རྐང་མིག་ལ་སོགས་པ་དེ་ནས་སྟོན་པ་བྱིན་དང་དུ་སྤངས་ནས་བཅོམ་ལྡན་ཁྱོད་ལ་སྐྱབས་མཆི་བ་སངས་རྒྱས་བཅོམ་ལྡན་འདས་ཁྱོད་ལ་ཤཱཀྱ་ཐུབ་པ་ཁྱོད་ལ་ང་སྐྱབས་སུ་འགྲོ་ཡ་དེས་སྐྱབས་སུ་མཆི་བ་སངས་རྒྱས་སྐྱབས་སུ་འགྲོ་བ་ད་དཀོན་མཆོག་སྐྱབས་གནས་དེ་ཡིན་དེ་གང་ཡིན་ཟེར་ན་སྐྱབས་བྱེད་པ་དེ་ཅིའི་སླད་དུ་ཞེ་ན་ཁྱོད་སྐྱོན་མི་མངའ་ལ་ཡོན་ཏན་ལྡན། དེའི་རྒྱུ་མཚན་ག་རེ་རེད་ཟེར་སོང་ན། སྐྱོན་མི་མངའ་ལ་ཡོན་ཏན་ལྡན། ད་གར་གར་འདུག་ཟེར་ན། སངས་རྒྱས་བཅོམ་ལྡན་འདས་ཁྱོད་རང་ལ་སྐྱོན་མི་འདུག། ཨ་ནི་ཡོན་ཏན་དང་ལྡན་འདུག། རྗེས་བཟང་ངན་བཞིན་དུ་སངས་རྒྱས་བཅོམ་ལྡན་འདས་ལ་སྐྱབས་སུ་འགྲོ་གི་ཡིན། དེ་གསུངས་པ་རེད། དེ་ནས། དེ་འདྲའི་ཕྱིར་ངས་མཚམས་བཞག་ཡས་ཡིན། དེ་ནི་ངས་འདི་ཞུ་ཡས་དོན་ཚང་མ་ཚིག་འགྲེལ་ཙམ་མ་གཏོགས་ནི་ངས་དོན་འགྲེལ་ཞུ་གི་མེད། ལགས་སོ། དུ་བྱས།